ཚེ་དབང་གི་གཏམ་གསལ་བཤད་གནང་མཁན་རྒྱ་ཆེའི་དྲ་གྲོགས་རྣམས་ཡང་དུས་གསུམ་གྱི་འཚམས་འདྲིའི་བཀྲ་ཤིས་བདེ་ལེགས་ཞུ་གི་ཡོད། ད་ད་རིང་ངས་དོན་ཐེངས་བརྒྱ་དང་བཅུ་མེད་བརྒྱད་འདིའི་ནང་ལ་ཡང་ག་རེ་ཞུ་ཡ་ཡོད་ལབ་ན་ཨ་ནི། ད་ལྟ་རྒྱ་ནག་གཞུང་གིས་རེ་བ་ཅང་ཙེ་མིན་ཨ་ནི་ཁོ་སྐྱེས་བྱས་ལོ་བརྒྱ་འཁོར་བའི་དེ་འབྲེལ་གྱི་རྗེས་དྲན་གྱི་ཚོགས་འདུ་གཅིག་གང་ལ་ཡང་ཨ་ནི་ལོ་བཞི་ལྷག་ཙམ་ད་ཕྱིར་མ་ཐོན་པས་ཨ་ནི་དེ་སྔའི་རྒྱ་ནག་གི་སྲིད་འཛིན་ཟེར་བ་ལ་ད་ཝུ་ཅིང་ཐའོ་དང་ད་ག་ན་ཆིན་རྒྱ་ནག་དབུས་ཆབ་སྲིད་ཅུས་ཀྱི་རྒྱུན་ལས་དང་ཨ་ནིའི་སྒྲིག་སྡེབ་ཞིབ་མཆན་ཨུ་ཡོན་ལྷན་ཁང་གི་ཨ་ནི་དྲུང་ཆེ་དང་པོ་ཨ་ནི་ཝང་ཆི་ཧྲན་ཟི་ཉན་ཁོ་གཉིས་ཨ་ནི་བྷ་གབ་ཅན་ལ་ཞི་ཅིན་ཕིང་གི་བཟང་སྤྱོད་བཅུ་བར་ཟེར་ཡག་དེ་ཨ་ནི་མར་ཕྱིར་ཐོན་གྱི་ཡོད་པའི་གནས་ཚུལ་དེ་འདིར་བཤད་པ་དང་ཆབས་ཅིག་ཨ་ནི་ཝུ་ཁྲུང་ཧྭ་ཨ་ནི་ཨ་ནི་ད་རེས་ཀྱི་ད་བལ་ཏའི་ཁ་ལི་ཡ་ད་ལྟ་གཙང་ཆུའི་དེ་མཛོད་ཁང་ནང་ལས་ཚོགས་པའི་ཚོགས་འདུ་དེའི་ནང་ལས་ཡ་ཨ་ནི་ཀ་རེ་ཆབ་སྲིད་ཅུས་ཀྱི་རྒྱུན་ལས་དང་ད་ག་ན་ཞིན་ཨ་ནི་དབུས་དམག་དོན་ལྷན་ཁང་གི་ཀྲུའུ་ཞི་གཞོན་པ་ཨང་དང་པོར་བསྐོ་གཡག་བྱས་པའི་དེ་འཛིན་གནས་ཚུལ་བཤད་པ་ཞིག་འདུག་འོང་དེ་ཉན་བསམ་ཞུ་ཨ་ཡོད། ཨོ་སི་ཐྲོ་ལི་ཡར་གནས་འཁོད་བྱས་པའི་དབྱིན་ཡིག་མིང་ལ་དྲི་བིད་ཐའི་ཟེར་བའི་རྒྱ་མིང་དུ་ཚའེ་ཀུན་ཧྲན་ཟེར་ཡག་ཅེས་ཀྱི་ཁོ་པས་རྒྱ་ནག་གུང་ཁྲན་ཏང་ནང་ལོགས་ཀྱི་གནས་ཚུལ་ཕྱིར་འདྲང་མཁན་མང་ཤོས་ཡིན་ཞེས་པ་དེ་ཁ་སང་ཡང་གནས་ཚུལ་ཅིག་ཕྱི་ལོགས་ལ་སྤེལ་འདུག་པ་ནང་ལོགས་ལ་ཡང་རྒྱ་ནག་གུང་ཁྲན་ཏང་གི་འཁྲབ་སྟོན་ཆེན་པོ་ཞིག་ད་རེས་མོས་འཁྲབ་སྟོན་བྱེད་འཆར་ཡོད་པ་དང་དེའི་ནང་ལ་ཡང་བལ་བསྟན་ཐང་པོའི་ཚ་ཡུལ་གུང་གསེང་སྔ་མའི་ནང་མོའི་ཚོགས་འདུ་མཇུག་བསྒྲིལ་རྗེས་ཨ་ནེ་སྤྱི་ཟླ་བརྒྱད་པའི་ཚེས་པ་བཅུ་བདུན་ཉིན་ཏེ་ལི་ཡཱ་ཨ་ནེ་པེ་ཅིང་གི་མི་དམངས་ཚོགས་ཁང་ཆེན་མོར་ཨ་གསར་བརྒྱད་ང་ཨ་ནེ་ཅང་ཙེ་མིན་སྐྱེས་ཀྱི་ལོ་བརྒྱ་འཁོར་བའི་དྲན་གསོ་ཞུ་བའི་ཚོགས་ཆེན་དེ་འདི་ཕྱི་ཨ་ནེ་ཚོགས་ཆ་རེད་འདུག་ཨ་ནེ་ཚོགས་ཆེན་དེའི་ཚད་གཞི་དེ་ག་རེད་ཟེར་ན་ཨ་ནེ་ཏང་ཞོ་ཕིང་ལོ་བརྒྱ་འཁོར་བའི་དྲན་གསོ་ཞུ་བའི་གཞི་ཁྱོན་དང་ཨ་ནེ་མཐུན་པ་བྱས་ཡོད་ས་རེད། ཚོགས་འདུའི་ཐོག་ཞི་ཅིན་ཕིང་གིས་གཏམ་བཤད་བྱས་ཏེ་ཅང་ཙེ་མིན་གྱི་བྱས་རྗེས་ཟེར་ཡག་ལ་ཡང་བསྐྱར་དུ་གདེང་འཇོག་དང་བྱ་རྒྱུ་ཡིན་འདུག་རྒྱ་ནག་དབུས་དམག་དོན་ཨུ་ཡོན་ལྷན་ཁང་དང་རྒྱལ་སྲིད་སྤྱི་ཁྱབ་ཁང་པེ་ཅིང་དུ་ཡོད་པའི་ཨ་ནི་གཞུང་འབྲེལ་མིན་པའི་ཚོགས་པ་ཁག་གི་འགོ་ཁྲིད་མི་སྣ་ཨ་ནི་བཅས་མི་གྲངས་དྲུག་སྟོང་ལྷག་དང་ཚོགས་འདུ་དེར་ཞུགས་ཡ་ཡིན་པ་དང་དམིགས་བསལ་གྱི་དོ་སྣང་བྱེད་དགོས་པ་ཞིག་ལ་ཡང་རྒྱ་ནག་དབུས་ཆབ་སྲིད་ཅུས་ཀྱི་ཨུ་ཡོན་དང་ད་ལྟའི་ཨུ་ཡོན་དང་དེ་སྔའི་ཨུ་ཡོན་ཚང་མ་དྲན་གསོའི་བྱེད་སྒོ་དེ་ནང་ལ་ཡང་ཞུགས་རྒྱུ་ཡིན་པ་དང་ཁོང་ཚོའི་མིང་གཞུང་ཡང་མང་ཚོགས་ཀྱིས་ཁྱབ་བསྒྲགས་བྱེད་ཡ་རེད་ཤག་ཨན། དུས་ཡུན་རིང་པོའི་ནང་ལ་མི་དམངས་ཀྱི་མཐོང་ལམ་ནས་བྲལ་བའི་ཝུ་ཅིན་ཐའོ་དང་ཨ་ནི་ཝང་ཆི་ཧྲན་གཉིས་ཀྱང་ད་རེས་ཀྱི་ཚོགས་འདུ་དེ་ཡང་སླེབས་རྒྱུའི་ཨ་ནི་རྣམ་པ་ཞིག་ཐོན་ཟིན་པ་རེད་ཤག་རྒྱལ་ཁབ་རིམ་པ་གཞོན་པ་དང་དེ་ལས་ཐར་བའི་གོ་སྒྲིག་ཚང་མའི་ཐོ་གཞུང་དང་དམག་དཔོན་རྒན་བཅས་བཟོ་པ་གྲྭ་ཚང་ཚར་གཞོན་ཡོད་པ་ཚང་མའི་མིང་ཐོ་ཡང་ཨ་ནི་ཁྱབ་བསྒྲགས་བྱས་རེད་ཤག་ད་སྐད་ཆ་གཤམ་དག་གཞན་པ་གཅིག་ཐོག་ནས་བཤད་པ་ཡིན་ན་ཨ་ནི་ཅང་ཙེ་མིན་གྱི་ཁ་ཕྱོགས་བརྒྱུད་པའི་ཨ་ནི་ད་རེས་ཅང་ཙེ་མིན་གྱི་ལོག་སྐྱེལ་འཁོར་བའི་སྐྱེ་སྐར་དུས་དྲན་འདི་ཨ་ནི་ཆབ་སྲིད་ཀྱི་ཁ་ཕྱོགས་བརྒྱུད་པའི་མཚོན་རྟགས་གཅིག་རེད། ད་རེས་གུང་ཁྲན་ཏང་གི་བས་གྲ་ཚང་པོའི་ཚོགས་འདུའི་ནང་ལོག་ལི་ཡག་ནི་གྲོས་འཆམ་བྱུང་ཡོད་པར་བརྟག་ན་དེ་སྔའི་ཏང་གི་སྤྱི་ཁྱབ་དྲུང་ཆེ་ཝུའུ་ཅིན་ཐའོ་ངེས་པར་དུ་ནི་ཚོགས་འདུ་དེ་ཡོང་དགོས་པ་དང། གང་ཡིན་ཟེར་ན། ཕྱི་ཕྱོགས་ཀྱི་ལོ་བཞི་རིང་མི་དམངས་ཀྱི་དོན་དུ་མ་ཐོན་པའི་གུང་ཁྲན་ཏང་གི་འགོ་ཁྲིད་ཟུར་པ་དེའི་གནས་སྟངས་ངོ་མ་མཐོང་དགོས་པ་དང། དབུས་སྒྲིག་ཁྲིམས་ཞིབ་བཤེར་ལྷན་ཁང་གི་དྲུང་ཆེ་ཟུར་པ་ཝང་ཆི་ཧྲན་ཡང་ཨ་ནེ་དེ་སྔའི་ཆབ་སྲིད་ཅུའུ་གི་རྒྱུན་ལས་ཟུར་པ་ཀྲུའུ་ཡུང་ཀང། དེ་གའི་ད་ཀྲུའུ་ཡུང་ཁོ་ལྟ་ཉེས་ཁྲིམས་བཅད་ཡོད་པ་དང་སུང་པིང་སི་ངས་ད་ལོ་ཐོ་གཞོན་ཡིན་པ་དེ་འདས་གྲོངས་ཕྱིན་པ། ཨ་ནེའི་གཞན་ཆབ་སྲིད་ཅུའུ་གི་ད་ལྟ་རྒྱུན་ལས་ཚོགས་མི་ཟུར་པ་ཅུ་དགུ་ལས་ལས་གནས་ནས་ད་ལྟ་ཁ་བྲལ་རྗེས་ད་དུང་ཡང་གསོན་པོར་གནས་ཡོད་པ་དེ་གའི་ཨི་ན་ནི་ཚུད་ཡོད་རེད། དང་ལོ་དགུ་བཅུ་གོ་བརྒྱད་ལ་སོན་པའི་སྲིད་བློན་ཟུར་པ་ཀྲུའུ་ཀྲུང་གཅིག་གཟུགས་པོ་གནས་སྟངས་ཡག་པོ་མེད་པའི་རྐྱེན་གྱིས་ཚོགས་འདུ་དེ་ཡོང་ཐུབ་ཀྱི་མེད་པ་དང་གོ་ཐོས་ལ་ཀྲུའུ་རེན་ཡི་དང་ཅང་ཙེ་མིན་གཉིས་བརྙན་མང་ཅང་ཙེ་མིན་སྐོར་སྤྱི་ཁྱབ་དྲུང་ཆེ་བྱས་པ་དང་ཀྲུའུ་རུང་གཅིག་སྲིད་བློན་བྱས་པའི་སྐབས་ལས་ཁོ་གཉིས་ལྟ་བ་མ་མཐུན་པ་མ་ཟད་འདིའི་སྒང་ཀྲུའུ་རེན་གཅིག་གི་སྐོར་དང་ཅང་ཙེ་མིན་ལ་དགའ་པོ་ཞེ་དྲག་མེད་པའི་འདི་ལྟའི་གནས་ཚུལ་བཤད་འདུག

ཨ་ནི་རྒྱ་ནག་གི་ཀྲུང་དབྱང་ཟེར་བའི་དབུས་གཞུང་གིས་ད་ཨ་ནི་བཀོད་སྒྲིག་དང་ཉིས་སྟོང་ཉིས་བརྒྱ་ཉིས་སྟོང་ཉིས་སྟོང་ཉི་ཤུ་རྩ་དྲུག་ལོའི་ཟླ་བ་བརྒྱད་པའི་དཀྱིལ་དུ་ཡང་ཨ་ནི་ཀྲུང་དབྱང་དྲིལ་བསྒྲགས་པུའུ་དང་ཤེས་རིག་ལས་ཁུངས་རྒྱ་ནག་སྤྱི་ཚོགས་ཚན་རིག་ཁང་དབུས་དམག་དོན་ལྷན་ཁང་གི་ཆབ་སྲིད་དེ་ཐེན་སོགས་ཀྱི་མཉམ་དོར་ཡང་པེ་ཅིང་དུ་ཡང་ཅང་ཙེ་མིན་གྱི་མེར་བསྲེགས་ལོ་རྒྱུས་དང་བསམ་བློའི་ཞིབ་འཇུག་བགྲོ་གླེང་ཞིག་བསྐོང་རྒྱུའི་ཐག་གཅོད་བྱུང་བ་ལྟར། ཐེངས་འདིའི་བགྲོ་གླེང་ཚོགས་འདུའི་ཆེད་དུ་རྩོམ་ཡིག་བསྡུ་རུབ་བྱས་པ་ཉིས་སྟོང་ཉི་ཤུ་རྩ་དྲུག་ལོའི་ལོ་སྟོད་དུ་ལེགས་གྲུབ་བྱུང་ཡོད་སྐད་འདུག། འཕེལ་འགྲིབ་ཟེར་བའི་དྲ་ཚིགས་དག་པོ་ཞིག་གི་དྲན་གསོའི་ཚོགས་འདུ་དེའི་རིགས་གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དགུ་ནས་བཟུང་ཐུགས་རེ་འགུག་ཁྲིད་ཀྱི་སྐྱེ་སྐར་དུས་དྲན་བརྩི་སྲུང་བྱེད་སྐབས་སྤྱིར་བཏང་དུ་བགྲོ་གླེང་ཚོགས་འདུ་ཁོ་ན་ཚོགས་ཀྱི་ཡོད་པ་ལས་ཨ་ནི་ཚོགས་འདུ་ཚོགས་ཆེན་ཆེན་པོ་འདྲ་ཚོགས་ཀྱི་ཡོད་མ་རེད། ད་ཡིན་ནའི་མའོ་ཙེ་ཏུང་དང་ཀྲའོ་ཝུའུ་ལན་དང་ལིའུ་ཧྲའོ་ཅི་དང་ཀྲུའུ་དང་ཏེང་ཞའོ་ཕིང་ཁྲེན་ཡོན་སཱ་ཏི་ཀས་མི་དྲུག་ལ་ཡང་ནི་དམིགས་བསལ་ཅན་ནི་ཧ་ཅང་གཞི་ཁྱད་ཆེ་བའི་འཇིག་རྟེན་བཙོག་རྒྱུ་ཚོགས་ཡོད་པ་མ་གཏོགས་ཨ་ནི་གཞན་ཚོགས་ཡོད་མ་རེད་བྱས་ཙང་ད་ད་རེས་ཅང་ཙེ་མིན་ཁོ་མི་བདུན་པ་དེ་ཆགས་ཡོད་ན་ཨ་འདི་མི་རབས་གསུམ་པའི་འགོ་ཁྲིད་ཀྱི་ལྟར་ལྟེ་བ་ཟིང་ཡང་འདི་གཞུང་འདིའི་ཐོག་ནས་འཇུག་འཕྲོད་པར་ཨ་དེ་འདྲས་ཆེ་ལ་ཡང་ནི་ཁོ་ཚོས་ངོས་འཛིན་བྱེད་ཀྱི་ཡོད་རེད་ཟེར་བཤད་ཀྱི་འདུག། མཚམས་འདིར་ཡང་གལ་ཆེའི་ཞིབ་ཕྲའི་གནས་ཚུལ་ཁ་ཤས་དོ་སྣང་བྱེད་དགོས་ཨ་ལས་ག་རེ་ཟེར་ན་དང་པོ་དེ་རྒྱལ་ཁབ་རིམ་པ་དང། དེ་ནས་སྔོན་མའི་རྒྱུན་ལས་ཨུ་ཡོན་ལྷན་ཁང་གི་ཚོགས་མི་ཚང་མ་མཉམ་ཞུགས་བྱེད་དགོས་པ་དང་ཁོང་ཚོའི་མིག་གཞུང་ཁྱབ་བསྒྲགས་བྱས་པ། དེ་ནས་གཉིས་པ་དེ་ག་རེ་མཉམ་ཞུགས་བྱེད་མཁན་གྱི་ཐོ་གཞུང་དེའི་ཚད་ཇི་ཡི་རིགས་པ་ལྟ་སྐོར་ཀྲུང་དབྱང་གཞུང་དོན་ཁང་གི་འགན་འཛིན་ཚའེ་ཅི་ཁོས་ཨ་ནི་ཐོག་བརྒྱབ་ཨ་དེ་ནས་ཞི་ཅིན་ཕིང་གིས་ལྟ་ཕྱོགས་ཆེན་སྤྲད་ཡོད་པའི་སྐོར་འདི་འདྲས་བཤད་ཀྱི་འདུག་ད་རེས་ཀྱི་ཚོགས་འདུ་དེའི་དགོས་དབང་ནི། ཨ་ནི་སྔ་མོ་ནས་མཐུན་སྒྲིལ་གྱི་མངོན་ཚུལ་ཞིག་ཡིན་ཀྱང་གུང་ཁྲན་ཏང་གི་འགྲོ་ལུགས་འགྲོ་སྟངས་ལྟར་ན་ཝུ་ཅིན་ཐའོའི་སྤྱི་ཁྱབ་དྲུང་ཆེ་ཟུར་པ་ཡིན་པའི་ཆ་ནས་གལ་ཏེ་ཁོང་གི་གཟུགས་པོ་གནས་སྟངས་ཡག་པོ་ཡོད་ན་ལོ་བརྒྱ་འཁོར་བའི་དུས་གཏན་མཛད་སྒོར་ཞུགས་དགོས་པ་དང་ཨ་ནི་ལོ་བཞིའི་རིང་ལས་ཁོ་རང་མཐོང་ཡ་མེད་པ་དེ་ཁོང་གི་གནས་སྟངས་ངོ་མའི་སྐོར་ཡ་ཆབ་སྲིད་ཀྱི་བརྡ་དོན་ཆེན་པོ་ཞིག་ཡིན་དུས་ཙམ་ནས་ཨ་ནི་ཡིན་པ་དང་ད་ག་ན་ཞིག་ཝང་ཆི་ཧྲན་ཡང་ཨ་ནི་སྙན་མང་ཞི་ཅིན་ཕིང་གི་བཟང་ཚུལ་བར་བཅུག་བཞག་ཡོད་རེད་ཟེར་ཡ་དེ་ད་ད་རིག་གོ་ཡ་དངོས་སུ་སླེབས་ཐུབ་ཀྱི་ཡོད་མེད་དེ་གར་བཏིང་ཡོད་རེད་ཟེར་ན། ཞི་ཅིན་ཕིང་དང་རྒྱལ་རབས་དགུ་བཅུའི་ཕན་ཚུན་བར་གྱི་འབྲེལ་བ་དེ་ནི་ལྷོད་དུ་ཕྱིན་ཡོད་མེད་ཀྱི་ཏག་ཏག་གསལ་གྱི་དབང་ཤུགས་ཆགས་ཡོད་རེད། ཕྱི་མ་ནི་གུང་ཁྲན་ཏང་གི་ད་སྒྲིག་ལམ་གྱི་གྲུབ་སྟངས་ལྟར་བྱས་རྗེས་གནས་པ་ཆབ་སྲིད་ཅུས་ཀྱི་རྒྱུན་ལས་ཟུར་པ་བཅུ་དགུ་ཡོད་པ་དེ་གས་ཚང་མ་ལ་ཁོ་ཚོའི་མཉམ་ཞུགས་བྱེད་དགོས་པ་དང་ཁོང་ཚོའི་བསྡད་སའི་རྐུབ་བཀྱག་གི་བང་རིམ་དང་གང་ཀློག་ལ་ཡ་ཨ་ནི་མ་བསྟན་བཅས་རེད་བ་ཨ་ད་ག་ན་ཞིག་འདི་ན་དམག་དོན་འགོ་ཁྲིད་གསར་པ་དང་རྙིང་པ་དེ་གས་ཚང་མ་མ་བསྟན་ནས་ཞི་ཅིན་ཕིང་གི་ཕྱོགས་གཏོགས་དྲ་ཚིགས་དག་པོ་ཁག་གཅིག་གས་ཨ་ནི་ཨ་ནི་བལ་བསྡད་ཚང་པོ་ཚ་ཡུལ་དྲོན་ག་ན་ལ་ཡ་ཨ་ནི་ནང་མི་ཚོགས་འདུ་ཞིག་དག་ཚོགས་ཡོད་མ་རེད་ཨ་ནི་ག་སོགས་རེད་གོ་སྒྲིག་བཟོ་པོ་འདི་དག་ལས་མི་སྣ་བཀོད་སྒྲིག་བྱེད་ཡག་དབང་ཆ་འདང་དེ་གལ་ཡོད་མ་རེད་ཅེས་དེ་འདྲས་བཤད་བསྡད་པ་འདི་གལ་ཡང་ཨ་ནི་དམིགས་སུ་བཀར་བྱས་རེད་པ། ཨ་ནི་རྦད་དེ་གཙང་པའི་གུང་ཚང་ནང་རོགས་ལ་ཡང་ཨ་ནི་ལས་བྱེད་བཟོ་པོ་འདི་གས་ཨ་ནི་བྱུང་མིན་ཚོགས་འདུ་བྱས་ཡོད་པ་དང་ཁོང་ཚོ་མཉམ་འབྲེལ་བྱས་པའི་ནུས་པ་དེའི་མཐོང་སྣང་དེ་མི་ཚང་མ་ལ་ཡང་ད་མངོན་པར་བྱས་ཡོད་རེད། ད་ཚོགས་འདུ་འདིའི་ལྟེ་བའི་དམིགས་ཡུལ་ནི་ཅང་ཙེ་མིན་མིན་པར་ཨ་ནི་ཞི་ཅིན་ཕིང་གིས་ཅང་ཙེ་མིན་ལ་གདེང་འཇོག་དང་རིན་ཐང་ག་ཚོད་སྤྲད་ཀྱི་ཡོད་པ་དེ་ལྟ་ཡ་རེད་ཤག་ཨ་ནི་གོ་སྒྲིག་ཟུར་པ་སུ་དང་སུ་སྡིངས་ཆའི་སྒང་ལས་ད་ག་སུ་རེད་ཚོགས་གཙོའི་སྡིངས་ཆའི་སྒང་ལས་སླེབས་ཡོད་མེད་བལྟས་རྗེས། ཨ་ནི་ཁོ་ཚོས་ཞི་ཅིན་ཕིང་གི་སྐད་ཆ་ག་རེ་བཤད་གི་ཡིན་པ་ལྟ་ཡི་རེད་དམ་ཨ་ནི། དེ་འདྲ་ཡིན་པའི་སྐོར་ཡང་ད་ལྟ་ཨོ་སི་ཏྲོ་ལི་ཡ་ཡོད་པའི་ཨ་ནི་རྒྱ་ནག་སྐོར་ལ་ཡག་ཐག་ཅིག་ཞེ་པོ་ཅིག་དོ་སྣང་དང་ནང་ཁུལ་གནས་ཚུལ་མང་པོ་ཤེས་ཀྱི་ཡོད་ཟེར་མཁན་ཚའེ་ཧྲན་ཀུན་ཟེར་མཁན་དེ་དང་ཨན་ད་ག་ནང་བཞིན་ཡང་རྒྱ་ནག་ཕྱི་སྡོད་ཀྱི་རྒྱ་མི་བེང་ཀྲེང་ཟེར་མཁན་གཅིག་གིས་ཨ་ནི། སྐུ་ཉིད་གཉིས་ཀས་གུང་ཁྲན་ཏང་གི་འགོ་ཁྲིད་འཕོ་འགྱུར་འགྲོ་སྟངས་ལ་ཡང་ནི་ཅིག་མཁས་པ་ཡིན་ཚུལ་ཤོད་ཚུལ་ཁོ་ཚོས་དང་དེའི་ནང་ལ་ཡང་ཁོ་རང་ཚོའི་ལྟ་ཚུལ་འདི་བཤད་བཞག་འོན་ཀྱང་ད་རེས་ཀྱི་གནད་འགག་ཐུག་ས་ནི་ཐེངས་འདིའི་རྦད་ཐེག་གཙང་པོའི་ཨ་ནི་གསོལ་སྟོན་ཁང་དུ་འཚོགས་པའི་གུང་ཁྲན་ཏང་གི་ཤོག་ཁག་སོ་སོས་རྩོད་གླེང་དྲག་པོ་བྱས་པ་བརྒྱུད་བྱས་ཨ་ནི། ཝུའུ་ཀྲུང་ཧྭ། འདི་ལྟ་གུང་ཁྲན་ཏང་གི་ཤོག་ཁག་སོགས་གཙོ་གནད་དྲག་པོ་བྱས་པའི་མཐའ་བསྡོམས་དེ་གར་བྱས་སོ་ཟེར་ན་ཨ་ནི་ཝུའུ་ཀྲུང་ཧྭའི་ཆབ་སྲིད་ཅུའུ་ཡི་རྒྱུན་ལས་ནཱ་ལི་ཡ་ཡཱ་ཅུའུ་ཡཱ་དང་ཨ་ནི་དམག་དོན་ཨུ་ཡོན་ལྷན་ཁང་གི་ལྟ་རྒྱུན་ལས་དྲུང་ཆེ་ཀ་རེག་རྒྱུན་ལས་ལྟ་ཀྲུའུ་ཞི་སོགས་བར་དེ་ཨང་དང་པོ་དེ་གཉེར་བར་ཀྲང་ཡུས་ཤཱར་འཚམས་ཡང་བསྐོ་བཞག་བྱས་པ་དེས་ཨ་ནི་ག་རེ་ལེགས་པར་ཟེར་དུས་ཙམ་ནས། དེས་དེ་འདྲས་ཅིག་བྱས་པ་རེད་ཟེར་ནས་ཀྲང་ཐན་དབྱང་ཟེར་མཁན་དེ་དང་འདི་ཨ་རིར་བསྡད་མྱལ་གྱི་རྒྱ་མི་དེ་རྒྱ་ནག་གོ་ཁྱད་མེད་ཟེར་མྱལ་ད་ཡང་དེ་སྔའི་རྒྱ་ནག་གི་མཚོ་དམག་གི་ད་ལྟ་ཨ་ནི་ད་བོན་གི་གོ་གནས་ཡོད་པའི་ཡའོ་ཧྥུང་ཟེར་མྱལ་ཁོ་གཉིས་ཡིན་སྐད་ད་དེ་འདྲས་བཤད་ཤག་ཨ་ནི་དེའི་ནང་ལ་ག་རེད་ཟེར་ན་ད་རེས་ད་ཉེ་ཆར་གུང་ཁྲན་ཏང་གི་ཨ་ནི་ཚོགས་ལ་ཉེ་བའི་ད་ལྟ་ག་སོ་རས་ཨ་ནི་ཚང་འཛོམས་གྲོས་ཚོགས་ཐེངས་ལྔ་པ་དེའི་ནང་ལོགས་ལ་ཡ་ཨ་ནི་མི། རྒྱ་ནག་གི་ཀྲུང་ཨུ་ཀྲུང་དབྱང་ཨུ་ཡོན་ཟ་ཧོར་བ་དག་དེང་དུས་ཀྱི་ལྟ་གོ་སྒྲིག་དེ་གའི་མི་ཉི་ཤུ་རྩ་གཉིས་ལ་ཡང་ནི་ཚབས་ཆེའི་སྒྲིག་ལམ་བརྒྱད་པའི་ཉེས་པ་བཙུགས་རྗེས་ནི་ཁོང་ཚོ་དེའི་ནང་ལ་ཡང་དག་ཐག་གཅོད་བྱེད་ཡག་དག་ནི་ཏང་དང་གཞུང་གི་གོ་གནས་ཡོད་དུ་མེད་པ་བཟོས་རྗེས་ཁྲིམས་ལ་སྦྱར་ཡག་དེ་འདྲའི་གནས་ཚུལ་ཅིག་སྟེ་བཅས་ནི་གར་བྱས་པ་རེད་ཟེར་ན། ཨ་ནི། རྒྱ་ནག་གུང་ཁྲན་ཏང་གི་མི་རབས་གསར་བ་དང་སྙིང་པོ་བྱེད་ལེན་བྱེད་པའི་དུས་སྐབས་འདི་ལ་ཡང་ཏང་གི་སྒྲིག་འཛུགས་སྒྲིག་ལམ་དེ་བཅོས་སྒྲིག་བྱས་རྗེས་ཨ་ནི། ཨ་ནི། གུང་ཁྲན་ཏང་མུ་མཐུད་ཨ་ནི་མི་དམངས་འགོ་ཁྲིད་བཅས་ཨ་ནི་མདུན་སྐྱོད་བྱ་ཡག་འདི་འདྲའི་ཐོན་ཁུངས་ཡོད་ས་འདི་འདྲས་ཞིག་ཏང་གོ་ར་འདུག་བཤད་ཀྱི་འདུག་འོ་དེ་འདྲས་རེད་བྱས་ཙང་ད་ད་ལྟ་ནི་དམག་ཁུལ་ཁང་གི་དམག་དཔོན་མང་པོ་གཅིག་གིས་ད་ལྟ་ཀྲང་གཡུ་ཞྭ་གསོན་ན་གསོན་པའི་མི་དང་ཤི་བའི་རོ་དེ་གས་ད་ཁོ་གཉིས་གཏན་བཀུག་ཡོད་དེ་མེད་ན་ང་ཚོས་འདིའི་གནས་ཚུལ་དེ་ལས་སླ་བོ་བྱ་གི་མིན་ཟེར་བྱས་དེ་འདྲས་ཀྱི་ཡང་བཤད་པའི་གནས་ཚུལ་འདྲས་བྱས་ཐོས་ཡོང་གི་འདུག་གང་ལྟར་ད་རེས་དེ། ཞི་ཅིན་ཕིལ་ཡང་ད་ཐང་ད་དམག་དོན་གྱི་དབང་ཆ་འདི་ད་གར་ཤོར་ཟིན་པ་གཅིག་གོ་གསལ་པོ་ཆགས་ཤག་ཨ་འདིའི་སྐོར་ལ་ཞུ་བ་ཡིན་མཐོ་ཆ།